བྱམས་ཆེན། ཀྱི་ཧུད་བདག་བློ་རྨོངས་པས་བཅོམ་ལྡན་འདྲའི་ཡོན་ཏན་ཕུང་པོ་ལ་རིག་ནས་སྐྱབས་སུ་སོང་གྱུར་ཀྱང་ཡོན་ཏན་ཆ་ཙམ་མ་འཚལ་ཏོ་ཟེར་ནས་གསུངས་འདུག་གཟའ། བྱམས་ཆེན་དབུ་མའི་ལྟ་བ་ལ་དཔྱད་པ་རྫོགས་ནས། རྟེན་འབྱུང་གི་དེ་ཁོ་ན་ཉིད་ཅི་མཆིས་པ་ཅིག་ཐུགས་ལ་བཞག་ནས། ཐ་སྙད་ཕྲ་མོ་འཇོག་མཚམས་ལ་ཡ་ཨེ་ནས་པའི་ཉམས་མྱོང་གི་ཐོག་ནས་པའི་དགོངས་ཞར་བ་འཕྲོད་ནས་ཡོང་དེ་དུས་རྩད་ནས་ཨེ་ནས་སངས་རྒྱས་ཀྱི། རྟེན་འབྱུང་གི་དེ་ཁོ་ན་ཉིད་བཙལ་དེ་ལ་པའི། མཐའ་ཆོད་པའི་ངེས་པ་ཐོབ་ནས་ཡོན་ཏན་ནི་སངས་རྒྱས་ལ་དམིགས་བསལ་གྱི་ཐ་དད་པ་ཞིག་འཁྲུངས་བྱས་བྱུང་འདུག་བ། ཟེར་བྱམས་ཀྱི་ཁོ་རང་བྱ་བྱ་ནི། སྟོང་ཉིད་ཀྱི་ལྟ་བའི། ཨེ་ནི། སངས་རྒྱས་པའི་ཆོས་ཀྱི་ཐུན་མོང་མ་ཡིན་པ་ཅིག་གི་ཟབ་ཁྱད་ག་འདྲ་ཡོད་པ་དེ་མཁྱེན་པ། སྟོང་ཉིད་ཀྱི་ལྟ་བའི་ཐོག་ནས་བྱུང་འདུག་བ། ས་དེ་འདྲ་ཡིན་དུས་ཙང་ནས། ང་རང་ཚོ་ལ་ཡིན་ནས། ཅིག་སངས་རྒྱས་ཀྱི་ཆོས་ངོ་སྤྲོད་བྱས་ནས། རྩ་བ། སྟོང་ཉིད་ཀྱི་ལྟ་བའི་ཐོག་ནས་རྟེན་འབྱུང་གི་དེ་ཁོ་ན་ཉིད་ས་ཏིག་གི་བས་ཇི་ལྟར་ངོ་སྤྲོད་བྱས་ཡག་ཅིག་རེད་ཤག། སྟོང་ཉིད་ཀྱི་ལྟ་བ་དེ་གི་ཨེ་ནི། ཐར་པ། ཐར་པ་ལ། ཅིག་ཨའོ་ཐར་པ་ཟེར་ཡག་ཅིག་ཡོང་ཆོག་ག་བསམ་པ། དེ་ཡང་ཨེ་ནི། སྡུག་བསྔལ་ཀུན་འབྱུང་འགོག་པ་ལམ་ཟེར་ནས་གསུངས་ཡོད་འདུག་ཙང་ནས་འགོག་པའི་བསྟན་པ་ཟེར་ཡག་ཅིག་ཨའོ་དེ་ཡོད་ཆོག་ག་བསམ་པ་ཅིག་བློ་ལ་ཤར་ཡག་དེ། རྟེན་འབྱུང་གི་དེ་ཁོ་ན་ཉིད་དེ་རྐྱང་རྐྱང་གི་ཐོག་ནས་བསམ་བདག་མེད་པའི་ལྟ་བ་དེ་གི་ཐོག་ནས་བསམ་བདག་རེད་མ་གཏོགས་ཆེ་མི་འདུག་ག། ཐོག་མ་གཅིག་བདེན་བཞིའི་གོ་བ། སངས་རྒྱས་པའི་ཆོས་ཀྱི་རྨང་གཞིར་སྒྲོམ་གཞི་བ་དེ་བདེན་བཞི་རེད། བདེན་བཞི་རྣམ་གཞག་དེ་རེད། བདེན་བཞི་རྣམ་གཞག་གི་གོ་བ་ཡག་པོ་གཅིག་ཡོང་བ་ལ། རྩ་བ་མེད་གྲུབ་འདུན་སྨྲ་བ་ཞི་རགས་ལོག་པའི་བདེན་བཞི་རྣམ་གཞག་དེ་གསུང་གི་ཡོད་རེད་དེ། ཡིན་ནའི། གཅིག་དཔྱིས་ཕྱིན་པ་གཅིག་ཤེས་ཡག་སྟེ་སྟོང་ཉིད་ཀྱི་ལྟ་བ་དེ་ཞིབ་བཤེར་གལ་ཆེན་པོ་རེད་ཤག་ངེད་ལ་མ་མཐའ་ཡིན་པའི་བདག་མེད་པའི་ལྟ་བ། ད་དེ་དེ་གལ་ཆེན་པོ་ཞིབ་ཆགས་ཀྱི་ཡོད་རེད་ཨོ་དེ་འདྲ་ཡིན་དུས་ཙང་ནས། འདི་བཞི་བརྒྱ་པའི་ནང་ལ་ཡོད་པ་འདི་དངོས་གནས་རེད། སངས་རྒྱས་སྐྱིད་གསུང་ལྐུགས་བསྐྱུར་ཆོས་གང་ཞིག་ཐེ་ཚོམ་སྐྱེས་འགྱུར་བ་དེ་ཡིས་སྟོང་པ་ཉིད་བསྟན་ཏེ། འདི་ཉིད་ཁོ་ན་ཡིས་ཅི་བྱ་གསུང་བ་ནང་བཞིན། ས་འདི་འདྲ་ཡིན་དུས་ངས་ལ་རྟེན་འབྲེལ་འདོད་པ་དང་པོ་དེ་ངས་བཤད་དགོས་བསམ་དྲན་བྱུང། ཞེས་གསུང་བ། ད། ཚེ་བ་ད་རྟེན་འབྲེལ་འདོད་པ་སྦྱར་མི་བྱེད་ཀྱི་མཛད་ཡག་འདི། ཅིག་ལེགས་བཤད་གསེར་འདྲེན་མཛད་ཡག་དང་ཅིག་དེ་ཚོའི་གྲས་དེ་སྐུ་ཚེ་སྟོད་ལ་མཛད་པ་རེད།

དོན་གང་ཞིག། རང་གིས་མཁྱེན་ཅིང་གཟིགས། གཟིགས་པའི་སྒོ་ནས་མཁྱེན་པ་བླ་ན་མེད་པར་འགྱུར། དོན་གང་ཞིག། རང་གིས་ཕྱིན་ཅི་མ་ལོག་པར་མཁྱེན་ནི་གཞན་ལ་ཡང་རང་དབང་གི་སྒོ་ནས་སྡོམ་པར་མཛད་ངེས་ཅིག་ཡིན་པའི་ངོས་ནས་སྟོན་པ་བླ་ན་མེད་པར་འགྱུར་ཡ་དེ་ག་རེ་ལབ་ན་རྟེན་འབྱུང་གི་དེ་ཁོ་ན་ཉིད་རེད་ཟེར་ནས་བརྗེད་ཕྲར་བཞག་ནས་གོ་ཡ་འདུག་ག་གང་ཞིག་གཟིགས་ཤིང་བསྲུང་བ་ཡིས་མཁྱེན་དང་སྟོན་པ་བླ་ན་མེད་པར་འགྱུར་ཡ།